ད་དེ་རིང་ང་ཚོ Toronto ལ་ང་ཚོ་གི་ཨ་ནི་འོས་ཤོག་སྔོན་འགྲོའི་འོས་ཤོག་འདི་ད་རིང་འགོ་བཙུགས་རེད་ཞོ་གས་ཨ་ནི་ང་ཕྱི་ཡིན་རོ་བྷ་གས་ལ་ཞོ་གས་ཕྱི་ཡིན་དངོས་གནས་ཁོ་རང་ང་ཚོ་གི

Drive Thru དཔེ་ཡག་པོ་བཟོས་ཞེས་རོགས་གྲྭ་རིགས་དཔེ་ཡག་པོ་བྱེད་ཞེས་འདི་ལ་བསྔགས་བརྗོད་ཡོད་བཞིན་དཔེ་མ་སྲིད་ཀྱི་དུམ་བདེ་བོ་བཟོས་ཞེས་ད་ང་འདི་ལ་ད་རིང་འདི་འོས་ཤོག་བླུག་དུས་ཚོར་བ་ག་རེ་ཞིག་ལས་སླ་བ་ཡིན་ན་གསར་བ་ཅིག་ང་ཚོས་ཀྱི Election འདི་ཨ་ནེ།

ད་ང་ཚོས་འདི་ལ་ཏག་ཏག་ཅིག་བསྡད་ཀྱི་མི་འདུག་ད་རེས་ང་ཚོར་བ་ཤུགས་ཆེན་པོ་ག་རེ་ལས་སོ་ལ་ན། སོ་སོ་ཀྱི་མིང་ཧ་གོ་དགོས་ཀྱི་འདུག་ཨ Spelling དག་ཆ་ཧ་གོ་དགོས་ཀྱི་འདུག་འདི་འདྲའི་ད་མི་དཀྱུས་མ་ཀའི་དག་ཆ་ནོར་བུ་རེད། ཨ་འདི་མའི་འོས་ཤོག་རྩིས་མེད་བཏང་གི་རེད་ཟེར་བྱས་བྱས་འདི་འདྲའི་སྒྲིག་གཞི་ནང་ལ་དུ་བ།

མི་གཞན་པ་ད་ཡ། ཁ་ཤས་ལ་སྤིན་རྒྱག་ཡོད་རེད་ཅོ་ཅོ་ཡོད་རེད་ཨ་ནི་ཡོད་རེད་འགྲིག་གི་ཡོད་རེད། ཡིན་ན Secret Ballot ཆགས་ཀྱི་ཡོད་མ་རོགས་དེ། ད་དེ་ཚོ་རོགས་པ་མེད་སྐྱོག་དེ་ཚོ་ཡིན་ན་ཕྱི་རྒྱལ་ཁབ་དེ་གཉིས་ད་ལྟ་བོད་པ་མང་པོ་ཡོད་རེད་གས་ཧ་མ་གོ་ཉེན་དེ་འདྲས་ཨ་ནི་རོགས་པ་མེད་སྐྱོག་དེ་འདྲས་ཡིན་ན་ད་སུས་ཀྱི་རོགས་པ་བྱེད་རེད། ང་རང་ཚོ་ཕ་སྐད་ཀྱི་དང་བླངས་པ་ལས་ཀ་བྱེད་ན་འདི Secret Ballot ཆགས་གི་འོ་མ་རོགས།

ལྷན་ཁང་འདི་ལ་ཅིག། འདི་ཅིག་གནས་ཚུལ་འདི་ལས་སུ་ན་ཡང་ཅིག་མ་འོངས་པ་ལ་ཁྱད་པར་འགྲོ་གི་རེད་བསམ་གི་འདུག་རོགས། མ་འོངས་པ་ལ་འདི་གི་བྱེད་ཕྱོགས་ཀྱི་ཐོག་ལ་ཡང་ཅིག་སྒྲིག་གཞི་ཅིག་བཟོས་ན་བསམ་སོང་ངེད་ཀྱི་འདི་འདྲའི་ཚོར་བ་ཅིག་ལས་སུ་ད་རེས་འདི་ལ་འོས་ཤོག་མང་པོ་ཅིག་འཕྲོ་བརླག་འགྲོ་ཡས་ཀྱི་ངེད་ཀྱི། མང་པོ་ཅིག་ངེད་ཀྱི་ཚོར་བ་ལས་སུ་རོགས། ང་རང་ད་རིང་འདི་རིང་འོས་ཤོག་བླུག་ཆེད་སླེབས་ཡིན། ཨ་ནི། ད་འདི་ངེད་ཀྱི་ད་བསམ་ཚུལ་ཡིན་འདི་ད་རིང་ངེད་ཀྱི་བརྗོད་གཞི་འདི་ཨ་ནི། འོས་ཤོག་འདི་གང་ལ་ཡིན། ཨ་ནི་རྣམ་པ་ཚོ་ད་རྣམ་པ་ཚོ་ག་རེ་ཐུགས་ལ་ག་འདྲེ་ཡོད་ན་ཨ་ནི་དེ་ལ Comments གནང་ལ། ཨ་ནི་རྣམ་པ་ཚོ་འདི་བྱེད་ཐུབ་ན་ནི་ཡག་པོ་འདུག། ཨ་ནི་འདི་ཁོ་རང་མ་འོངས་པ་ལ་ཡང་ཅིག། བསམ་འཆར་གྱི་ཕྱག་དྲུག་རོ། འོ་དེ་འདྲས་ངས་འཚོ་བ་ཞུ་ཅི་ལས་སོ་ད་རེས་ང་འོས་ཤོག་བླུག་ནས་སླེ་ཡིན་ད་རེས། ཨ་ནི། གྲ་སྒྲིག་བྱེད་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡི་རོ་ང་ཚོ་ཀྲོན་ཀྲོ། Ontario། བོད་རིགས་སྤྱི་མཐུན་ཚོགས་པ་དང་ཨ་ནི་ད་ལྟ་དེ་ང་ཚོའི་གི་གཞོན་ནུ། བུད་མེད་ཚོགས་པ། ཨ་ནི་དེ་ཚོའི་ཚོགས་མི་ད་ལས་བྱེད་དུ་དང་བླངས་ཞབས་ཞུ་ཞུ་མཁན་ཚང་མ། ལ་ནི་ཐུགས་རྗེ་ཆེ། གྲ་སྒྲིག་དཔེ་ཡག་པོ་བྱས་བཞག། ཨ་འདི་ལ་བསྔགས་བརྗོད་ཡོད་ཤོས། འོ་དེ་འདྲས་བཞིན་རྣམ་པ་ཚོ་ད་འདི་ང་ཚོ་མ་འོངས་པ་ལ་འདི་འོས་བསྡུ་ལྷན་ཁང་ལ་ཡ་གཅིག་འདི་ཡང་གསལ་ད་འདི་གཅིག་ག་ལ་བར་ང་རང་གི་བསམ་ཚག་འདི་སླེབས་ཐུབ་པ་ཡིན་ན་ཨ་ནི་ཡག་པོ་ཐོང་གི་འདུག་ངེས་ཀྱི་རོ་གཞན་པ་ད་ད་རིང་ངེས་ཀྱི་འདུག་ཚོ་བ་ལ་འོས་ཤོག་མང་པོ་ཅིག་འཕྲོ་བརླག་འགྲོ་ཡ་གི་ངེས་དེང་ཆ་ཐོང་གི་འདུག་རོ་ཨ་ནི་རྣམ་པ་ཚོ་འདི་བཤེར་གནང་རོགས་གནང། ཨ་འདི་མ་འོངས་པ་ལ་ཕན་ཐོག་ཡོད་རོགས་ང་ཚོ། འོ་ད་འདྲེ་ཡི་རྣམ་པ་ཚོ་ཨ་ནི་ཚང་མ། སྤྲོ་བོ། ཨ་ནི་ལྷོད་ལྷོད་ཅིག་བཞུགས་རོགས་གནང་ད་ད་ནི་གང་བཞུགས་རྒྱག་དུས་དེ་ལ་ནི། ཡ་ཡ་རྣམ་པ་ཚོ་ཨ་ནི་ཚང་མ། བཀྲ་ཤིས་བདེ་ལེགས། ཐ་སྙད་ཀྱི་མཐའ་མ་ཞུ་བ་དེ་ལ་ཡང་འོས་བསྡུ་ལྷན་ཁང་ལ་ཡང་རེ་སྐུལ་ཞུ་བ་དེ་ལ་ང་ཚོ་དམངས་ཀྱིས་ཨ་ནི་འོས་ཤོག་ག་འདྲའི་ལུགས་ཀྱི་འདི་འདྲ་བོ་ཅིག་འགྲོ་ཐུབ་པ་ཡིན་ན་ཨ་ནི་དགེ་མཚན་དང་ཡག་ག་ཅིག་ཡོང་གི་རེད་བསམ་གྱི་འདུག་ག་ཡིན་ཟེར་ན་ང་ཚོ་བརྒྱ་ཆ་ལྔ་བཅུ་ཕལ་ཆེར་ཕལ་ཆེར་རྒན་པ་ཚང་མ་ཨ་ནི Illiterate རེད་བ་ཡི་གེ་བྲི་ཤེས་ཀྱི་མ་རེད་ཀློག་ཤེས་ཀྱི་མ་རེད་ཨ་ནི

རྟགས་འགྲིག་རྟགས་ཅིག་རྒྱ་ཡལ་ཅིག་མ་ཐུག་གེ་ཞེན་པ། གེ་རྐུ་ཅིག་བྱེད་དགོས་ཡས་མེད་བ་པར་འདི་ཡོད་ན་མི་སུ་ཡིན་ན་པར་འདི་ངོ་ཤེས་ཀྱི་རོ་བ་ད། འོ་དེ་འདྲ་བྱེད་བྱས་ཅིག་ལས་ལ་འོ་དུམ་བདེ་བོ་ཅིག་བཟོས་བ་ཡིན་ན། ཨ་ནི། ཅིག Secret Ballot གི་ངོ་བོ་དེ་ཏག་ཏག་ཅིག་ཚང་གི་ཡོད་བ་ཅིག་མཐོང་གི་འདུག་རོ། དེ་མ་ཡིན་པར་འདི་འདྲའི Complicated མང་པོ་ཅིག་ག་ལ་བར་ད། ལས་ཀ་འདི་འདྲའི་འདྲ་བོ་ཅིག་མང་པོ་ཅིག་བཟོས་བ་ཡིན་ན། འདི། དཀའ་ངལ་ཆེན་པོ་ཅིག། ང་རང་ཚོ་གི་འོས་ཤོག Bank ཁོ་རང་ལ་སྤྱི་བཏང་གི་ཞེ་དྲགས་ཤུགས་ཆེན་པོ་ཅིག་ཡོད་མ་རེད། འདི་གང་ལ་ད་འདོད་ཉུང་རུ་འགྲོ་སོང་ན་ཚད་གཞི་དེ་ཨ་ནི། ཏག་ཏག་དེ་གི་མི་འདུག་བ། དེ་ཡང་ངེད་ཀྱི་རེ་སྒུག་འདྲ་བོ་ཅིག་ཡིན་མཐའ་མ་དེ། འོ་འདི་རྣམ་པ་ཚོའི་ལྟ་ངན་ད་འདྲ་ཅིག་ཡང་ཐོས་ནས་ཅིག་ཐལ་བ་ཅི་བཟོས་བྱས་ནས་འོས་བསྡུ་ལྷན་ཁང་ལ་ཡར་འདི་ཅིག་རེ་སྐུལ་འདྲ་བོ་ཅིག་མ་སོང་ནས་ཞུ་གི་ཡོད་ཐུགས་ཆེ་གནང་བ་བའི།